ད་ལྟ་བོད་ཀྱི་གནའ་བོའི་རིག་གཞུང་དུ་བཤད་པའི་རྩ་རླུང་འཁྲིག་འཁོར་དང་དེའི་ཕན་ཡོན་སོགས་ལ་བགྲོ་གླེང་བྱེད་རྒྱུ་དང། རྣམ་པ་ཚོ་སྐུ་གཟུགས་བདེ་ཐང་ཡོང་བའི་ཆེད་དུ་ཟླ་ཤས་གོང་སྟེ་ང་ཚོས་ཨ་མི་རི་ཁའི་བིར་ཇི་ནི་ཡར་ངར་བསྡད་ཡོད་པའི་ལིག་མིན་ཆ་ཆོས་ཚོགས་ཀྱི་འགན་འཛིན་དགེ་བཤེས་བསྟན་འཛིན་དབང་ཆེན་རིན་པོ་ཆེས་བསྐྱར་འབྲི་ཞུས་པའི་བརྙན་འཕྲིན་ཚན་པ་གཅིག་གཟིགས་རོགས་གནང། དེ་འདྲ་རིན་པོ་ཆེ་ཁྱེད་རང་ལ་ཨ་རི་རེད་ཡོ་རོབ་རེད་དེ་མིན་ལྷོ་ཨ་མེ་རི་ཁ་རེད་དེ་འདྲ་ཅིག་རྒྱལ་ཁབ་མང་པོ་ཅིག་ག་ཆོས་ཚོགས་མང་པོ་ཅིག་ཡོད་པ་དེ་ཚོ་ནང་ཁྱེད་རང་ཕེབས་ནས་ཅིག་བོད་པའི་ཆོས་དང་རིག་གཞུང་དེ་འདྲ་སློབ་ཁྲིད་བྱེད་པ་མ་ཟད་ཁྱེད་རང་གི་རྩ་རླུང་གི་སྐོར་ར་བས་དེ་སློབ་ཁྲིད་མང་པོ་ཅིག་གནང་གི་འདུག་ཅིག་སྤྱི་ཚོགས་འབྲེལ་མཐུད་དྲ་རྒྱ་དེ་འདྲ་ནང་ཁྱེད་རང་གི་རྩ་རླུང་སྒོམ་སྒྲུབ་དེ་འདྲ་སློབ་ཁྲིད་གནང་གི་ཡོད་པ་དེ་འདྲ་མང་པོ་ཅིག་ཐོན་ཡོང་གི་འདུག་དང་པོ་དེ་ལ་ཅིག། ད་མི་མང་པོ་ཅིག་གི་རྩ་རླུང་ཟིན་དུས་གཅིག་ཏུ་རྩ་རླུང་དེ་ག་འདྲ་འདྲ་ཅིག་ངོས་འཛིན་བྱེད་དགོས་མིན་ཧ་གོ་མ་རེད་བསམ་གྱི་འདུག་རིམ་གྱིས་དང་པོ་དེ་རྩ་རླུང་ཟིན་ན་ག་རེ་རྩ་རླུང་དེ་འགྲེལ་བཤད་བྱེད་དགོས་རྒྱུ་འདུག། ད་སྤྱི་དང་གི་ང་ཚོའི་བར་སོག་རེད་དེ་ད་ཨ་རི་རེད་ཡུ་རོབ་རེད་ཡ་ཁྱོད་ཚོ་སུམ་ཅུ་སོ་ལྔ་ཚིག་གི་ནང་ལ་ཚང་མའི་གི་དིང་སང་ཕ་ཆེ་བ་སློབ་མ་ཕ་ཆེ་བ་གི

ཟས་རྩ་གསུམ་དེ་ལ་གཙོ་བོ་ངོ་ཚ་བྱེད་ཀྱི་ཡོད་རེད་ནི། འཁོར་ལོ་ལྔ་ཟེར་དུས་གང་ལ་དེ་ནི་དེ་གི་རྩ་འཁོར་དེ་ཚོ་ལ་ངོ་ཚ་བྱེད། ནི་རྩ་དང་འཁོར་ལོ་དེ་ཚོ་ལ་འབྲེལ་བ་ཡོད་མཁན་གྱི་རླུང། ས་དང་དེའི་ནང་ལ་གཡས་ནང་ལ་རླུང་འཇུག་གོ་རེད་གཡོན་ནང་ལ་རླུང་འཇུག་གོ་རེད། ནི་རྩ་དབུ་མའི་ནང་ལ་རླུང་འཇུག་གོ་རེད་རླུང་དེ་ཚོ་གི་རིགས་དེ་ཚོ་ཁ་ཁ་རེད། ད་ཡིན་ནས་རླུང་ཟེར་ཡ་དེ། སྤྱི་བཏང་གི་བསམ་བློ་བཏང་ན་ང་ཚོས་ང་རང་ཚོའི་དུས་ཆེན་འབྱུང་བ་རླུང་ཟད་ཀྱི་རླུང་བྱེད་རོགས་པ། རླུང་ཟད་དེ་འདྲས་ལ་བསམ་བློ་བཏང་ན་འགྲིག་གི་རེད། ཡིན་ནས་ཡང་ཉམས་ད་ང་ཚོས་ཆོས་ཐོག་ནས་ཉམས་ལེན་གྱི་ཐོག་ནས་བཤད་དུས་གང་ལ་རླུང་ཟད་དེ། ད་ཕྲ་བ་ཅིག་ལ་དབུགས་ལེན་ཡག་གི་རླུང་ཙམ་ཙམ་མ་ཡིན་པ། རླུང་ཕྲ་བ་ཅིག་ལ་བསམ་བློ་བཏང་དགོས་རེད་དཔེར་ན་ཆ་བཞག་ན། བསམ་བློ་ནང་ལ་དཔེར་ན་དམིགས་པ་དེ་གཏད་ནས་སྙིང་སྙིང་ག་ཁ་བཏུགས་ལ་དམིགས་པ་ཞིག་གཏད་པས་ན་རང་བཞིན་གྱིས་སྙིང་གི་ཁ་བཏུགས་ཀྱི་ལུས་ཀྱི་གཡས་གཡོན་དུ་བ་ལ་དྲོད་ཀྱི་ལེའུར་བེམ་ཆགས་ཡིན་ན་དྲོད་ལེའུ་འདྲ་བོ། གཞན་མེད་ན་དཔེར་ན་མི་གཅིག་གིས་གཅིག་ལ་ལྟ་བས་ན་མི་གཅིག་ཕན་ཚུན་གཅིག་ཡག་པོ་ཞིག་བལྟས་པས་ན་དེ་གི་འབྲེལ་བ་ལ་བརྟེན་ནས་གཅིག་དང་གཅིག་གར་ཚོར་བ་རེད་མྱོང་བ་ཡོང་ཡ་ཞིག་འོ་དེ་ཚོ་ཚང་མ། སེམས་ཀྱི་རྟེན་ས་མིག་གི་འབྲེལ་བ་སོ་སོ་ལུས་ཀྱི་གནས་སོ་སོ་ལ་སྒོམ་བྱ་དུས་བར་མཚམས་མོ་བཏང་ས་ཚང་མ་དེ་ལ་ཚང་མ་ལ་རླུང་ལ་གོ་དེ་ཚོ་ལ། ད་ནི་རིན་པོ་ཆེས་གསུངས་པ་ནང་བཞིན་གྱི་རྒྱ་གར་གྱི་ཡོ་ག་ཟེར་དེ་འདྲ་གསུངས་སོང་ད་རྒྱ་གར་གྱི་ཡོ་ག་ཟེར་ཡ་དེ་དེང་སང་བོད་སྐད་ནང་རླུང་སྦྱོར་ཟེར་ཏེ་རླུང་གི་སྦྱོར་བ་ཟེར་དེ་འདྲ་བོད་ཡིག་ནང་སྒྱུར་བྱེད་དེ་འདྲ་མང་པོ་ཐོན་ཡོང་གི་འདུག་དེ་ཚོ་འཛམ་གླིང་ཡུལ་གྲུ་གང་སར་རྒྱ་གར་གྱི་ཡོ་ག་འདི་བོད་མི་སྲིད་པའི་བརྟག་ཁྱབ་ཆེན་པོ་འདུག་ཅིག་ད་བོད་པ་ཚོ་གནའ་སྔ་མོ་ནས་ཡོད་ད་བའི་ཅིག་རྩ་རླུང་གི་རླུང་གི་འཁྲུལ་འཁོར་ཟེར་ཡ་འདི་ཅིག་ད་དེང་སང་ད་ནུབ་ཕྱོགས་རྒྱལ་ཁབ་ཡིན་ན་རེད་དེ་མིན་པའི་ཅིག་འཛམ་གླིང་ཤར་ཕྱོགས་རྒྱལ་ཁབ་ཡིན་ན་རེད་ཅིག་བོད་པ་མིན་པའི་སྤྱི་ཚོགས་ཁག་ཅིག་བརྟག་ཁྱབ་ག་འདྲ་འདྲ་ཅིག་འགྲོ་གི་འདུག། ད་ཅི་ཐང་གི་རྩ་རླུང་གི་ཉམས་ལེན་དེ་ཕྱི་རྒྱལ་ལ་དར་ཁྱབ། བོད་ཀྱི་རྩ་རླུང་གི་ཉམས་ལེན་དེ་ཕྱི་རྒྱལ་ལ་དར་ཁྱབ་དེ་ཞི་དྲག་ཡོད་མ་རེད། ཨ་ནི་ད་དེང་སང་ཉེ་ཆར་ང་རང་གི་ཧ་གོ་བ་ལ་ཁ་ཤས་ཁ་ཤས་ཀྱིས་ག་ལེ་ག་ལེ་ཁྲིད་གནང་གི་འདུག་ཨ་ནི་ཕྱི་རྒྱལ་དེ་ཚོ་དེ་སྐོར་ལ་དོ་སྣང་ཆེན་པོ་བྱེད་ཀྱི་འདུག་ད་ཡང་ང་རང་གཅིག་མེད་དགོས་པའི་རྒྱུ་མཚན་དེ་དེ་གཅིག་བྱས་ན་ཕར་ཆེར་ང་རང་ཚོའི་བོད་ནང་ལ་སྤྱི་བཏང་གི་རྩ་རླུང་དེ་གི་ཉམས་ལེན་དེ་ཀྱི་གསང་སྔགས་དང་ཡང་འབྲེལ་བ་དང་རྫོགས་ཆེན་དང་ཡང་དེ་འདྲའི་འབྲེལ་བ་ཆགས་དུས་གང་ལ་གཅིག་གཅིག་རླུང་གི་ཉམས་ལེན་དེ་བྱེད་ཉན་གི་མ་རེད། ཉན་ག་ཡོད་རེད། ཨ་ནི་བྱས་ན་གར་སོགས་རེད་འགྲིག་གི་མ་རེད་ཟེ་འདྲའི་དེ་འདྲའི་འདྲ་བོ་ཅིག་གི་མང་པོ་ཅིག་གསུངས་པའི་རྐྱེན་བྱས་ནས་ཕར་ཆེར་བོད་ལ་ཡིན་ནས་དར་ཁྱབ་དེ་འདྲའི་ཆེན་པོ་ཞིག་རག་བྱུང་ཡོད་མ་རེད་དམངས་ཁྲོད་ནང་ལ་ཨ་ནེ་ཕྱི་རྒྱལ་ལ་ཡིན་ནས་བྱུང་ཡོད་མ་རེད་ད་ཡིན་ནས་ཕྱི་རྒྱལ་ལ་ད་ལྟ་རླུང་སྦྱོར་གྱི་ཉམས་ལེན་དེ་དར་ཁྱབ་རྒྱ་གར་ནས་ཡོང་གི་རླུང་སྦྱོར་ཉམས་ལེན་དེ་དར་ཁྱབ་ཆེ་དྲགས་དུས་གང་ལ་བོད་པའི་སྐོར་ལ་དོ་སྣང་བྱེད་མཁན་མང་པོ་ཡོད་རེད་ཨ་ནེ་དེ་ཡོད་དུས་གང་ལ་ཁོང་ཚོས་དེ་ལ་དམིགས་བསལ་གྱི་ཐུན་མོང་མ་ཡིན་པ་བོད་ནས་རེད་ཟེར་དུས་གང་ལ་ཧ་ཅང་གི་ཡང་དགའ་པོ་འདྲ་བོ་བྱེད་ཀྱི་ཡོད་རེད། དེ་ཡིན་ན་རིན་པོ་ཆེ་གིས་ད་ལྟ་དེབ་གཅིག་བརྩམས་ཡོད་པ་འདི་དེབ་འདི་རྦད་དེ་གཙོ་བོ་འདི་རྩ་རླུང་སྒོམ་གྱི་སྒོམ་སྟངས་ཀྱི་སྐོར་གྱི་དེབ་རེད་དེབ་མང་པོ་ཅིག་བརྩམས་ཡོད་པའི་ལ་གཅིག་འདི། འདི་ངས་དེ་གཅིག་ཀློག་པ་ཡིན་ད་ཅིག་མང་པོ་ཅིག་གསང་སྔགས་ཀྱི་ནང་གི་བཤད་བྱ་བ་དེ་འདྲ་རེད་དེ་འདྲ་རིན་པོ་ཆེ་གིས་གསུངས་ཡོང་གི་འདུག་དེ་ཡིན་ན་ང་ཚོ་ག་ཆུང་ཆུང་གོང་ནས་ག་རེ་གོ་བསྡད་ཡོད་རེད་ཟེར་ན་གསང་སྔགས་ཀྱི་དེ་ཚོ་མི་ལ་བཤད་རུང་གི་མ་རེད་དེ་རྦད་དེ། ཅིག་གང་བྱུང་མི་འགྱུར་ཤེས་པ་ཡིན་ན་ཡི་དམ་དང་དེ་བཀའ་ཆད་ཕོག་གོ་རེ་ཟེར་ཡང་སོ་ར། ཅིག། གསུངས་པ་ཡིན་པ་ཡིན་ན་ཅིག་སྙན་བརྒྱུད་ཟེར་ཡིག་ཐོག་མ་བཀོད་པའི་དང་ཨ་མཆོག་ནང་ལབ་ཅིག་མི་ཉུང་ཉུང་མ་མཐོང་གསུངས་ཆོག་གོ་མ་རེ་ཟེར་དེ་འདྲ་ད་ང་ཚོ་སྐད་ཆ་གོ་མྱོང། རིན་པོ་ཆེ་གི་དེབ་ར་འདི་འདྲ་བྲིས་ཅིག། གསང་སྔགས་ར་དེ་ཡང་ཅིག། ཁྲོམ་བསྒྲགས་སོགས་ར་ཏི་འདྲ་བྱས་བས་ན་ཅི་དེ་ཉེས་པ་ར་ཏི་གཏོང་བ་ཕོ་ཡ་ར་ཏི་འདྲ་ཡོང་བ་མ་རེད།
ད་རྩ་བའི་གི་གར་སོགས་རེད་ད་ལྟ་གསང་སྔགས་གི་དང་འབྲེལ་བ་ཆགས་གི་ཡོད་རེད། ཡིན་ནས་ཡང་དེ་ནང་ལ་རྩ་བའི་གི་ཉམས་ལེན་གཙོ་བོ་འདྲ་བོ་དེ་ངས་དེ་ནང་ལ་བཤད་ཡ་དེ་ལ་རྩ་རླུང་ལྔ། ཟེར་འབྱུང་བ་ལྔ་དང་རླུང་ལྔ་དང་འབྲེལ་བ་གི་འཁྲུལ་འཁོར་ཞིག་ཡོད་རེད། ད་རླུང་ལྔ་དང་འབྲེལ་བའི་འཁྲུལ་འཁོར་དེ་ལ་ཅི་དང་གི་ལུས་གཅིག་པོ་དང་འབྲེལ་བ་དང། ནི་ཡང་ཅིག། རྟགས་ཡ། ཉམས་ལེན་དང། ལྟ་བ་དང་དེ་འདྲ་བཅས་ཡི་དམ་དང་འབྲེལ་བའི་དེ་འདྲའི་འབྲེལ་བ་ཡ། འབྲེལ་བ་ཁ་ཁ་འདུ་བྱེད་དུ་བསམ་གྱི་འདུག་གང་ལ་བསམ་པ་ལ། དེའི་དུས་གང་ལ། ལུས། ལུས་རང་དང་འབྲེལ་བའི་གི་ཉམས་ལེན་དེ་ཚོ། མང་པོ་ཅིག་འཕྲོ་བསྟེན་ལ་ཕན་ཐོགས་ཡ་གི་ནུས་པ་མང་པོ་ཅིག་ཡོད་རེད། དེའི་དུས་གང་ལ། ལུས་ཀྱི་འཕྲོ་བསྟེན་ཡིན་ནའི་ཕན་ཐོགས་ཡ་མང་པོ་ཅིག་འདུག། སེམས་ཀྱི་ཁམས་ལ་ཡེ་ནས་ཕན་ཐོགས་ཡ་མང་པོ་ཞིག་འདུག་ཉམས་ལེན་གྱི་གཏིང་ཟབ་པོ་ལྟ་བ་སྟོང་ཉིད་དེ་འདྲ་ལ་འབྲེལ་བ་མ་བྱས་ནས། ཕ་བ་ལ་ཕན་ཐོགས་ཡ་གི་ཉམས་ལེན་མང་པོ་ཅིག་ཡོད་རེད་དཔེར་ན་རྒྱ་གར་ལ་ཆ་བཞག་ནས་ད་ལྟ་རྩ་རླུང་དེ་ཚོ་གི་ཉམས་ལེན་དེ་ཚོ་ད། དམངས་ཁྲོད་སུ་ལ་མི་དུང་འགྱུར་དེ་འདྲ་གི་དམངས་ཁྲོད་སུ་ཉམས་ལེན་བྱས་ནས། ལུས་ཀྱི་རྩ་རླུང་ཉམས་ལེན་དེ་གི་ན་བཟའ་སྦྲ་མི་འདྲ་སྔོན་འགོག་བྱེད་ཡག་འདྲ་བོ་དང་ན་བཟའ་སྦྲ་མི་འདྲ་གསོད་ཡག་གི་ཐབས་འདྲ་བོ་དང་དེ་འདྲ་ཡོང་གི་སོགས་ནས་ཚང་མ་དམངས་ཀྱི་འཕྲོ་ལ་བྱེད་དགོས་རེད། ཡིན་ནས་ཁྱོད་རང་གི་ཡིད་ཆེས་རང་གིས་དེ་འདྲ་མ་བྱེད་པའི་ཡིན་ན་ཁོ་རང་ལུས་ཀྱི་འཕྲོ་བསྟེན་གྱི་ཐོག་ནས་བྱེད་ཀྱི་ཡོད་རེད་ཨ་ནི། རྒྱ་ནག་ལ་ཡིན་ནས་དེ་ནང་བཞིན་གྱི་ད་ང་ཚོས་ན་ཁོ་རང་ཚོ་གི་ཕྱིས་ཟིག་ཏུ་བ་ང་ཚོས་དོན་དག་ཕྱིས་ཟེར་ཡག་དེ་རླུང་རང་གི་སྐད་ཆ་རེད་རླུང་གི་དང་འབྲེལ་བའི་གི་འཕྲུལ་འཁོར་དེ་འདྲ་མང་པོ་བྱེད་ཀྱི་འདུག་དེང་དུས་བོད་པ་ལ་དེ་འདྲ་བྱས་ན་མ་འགྲིག་པ་ཁས་མི་འདུག། ང་རང་གི་བསམ་བློ་དྲང་དང་བདེ་བོ་བྱེད་ཐེངས་ན་མ་འབྲས་བུ་ཁེགས་མི་དུས་གོར་དུ་ལུས་རང་གིས་ལུང་འདོན་གོ་འམ་དང་ད་དབང་དང་དེ་འདྲས་ཁེགས་གོ་བྱེད་དགོས་ང་མ་རེད་འཕྲོ་བསྟེན་རང་གི་སོ་ནས་བསམ་བློ་བཏང་ན་བྱས་ན་ཁྲོམ་བཤད་འདྲ་བོ་ཁེགས་ཡོང་གི་མ་རེད་བསམ་གི་འདུག། དེ་འདྲ་རུམ་ཅིག་ངས་འདེམས་ཏེ་ཐེས་ཅིག་ལོག་ག་ཡིན་ཡིན་ན་འདི་ནང་ནས་ལུང་གི་དེ་ལ་ཅིག་དབྱེ་བ་ར་མ་སོང་ན་ཁ་ཤས་ཅིག་དབྱེ་ཡོང་གི་འདུག་བསམ་གི་འདུག་དཔེར་ན་ཆ་མཚོན་ན་རྒྱན་འགྱུར་ལུང་གཟུང་འཛིན་ལུང་མེ་དྲོད་ལུང་ཁྱབ་བྱེད་ཀྱི་ལུང་ཟེར་དེ་འདྲ་ལུང་འདྲ་མ་གསུངས་ན་ཅིག་ན་ཁ་ཁ་ཤས་ཅིག་ག་རེ་ཡོང་གི་འདུག་ད་ང་ཚོ་ཚོ་ར་ཅིག་གི་ཡིན་པས་ན། དེ་དབྱེ་བ་ག་འདྲ་ག་འདྲ་འདྲ་ཅིག་ག་སྐྱེ་འགྱུར་གྱི་ལུང་ག་འདྲ་འདྲ་ཅིག་ག་མེ་དྲོད་ཀྱི་ལུང་ག་འདྲ་འདྲ་ཅིག་ག་གཟུང་འཛིན་གྱི་ལུང་ཟེར་དེ་དབྱེ་བ་ཅིག་ཡོང་ན་རྩ་བ་ནས་དེ་དེ་ངོ་བོ་གཅིག་ཚོ་ར་མ་གཏོགས་ཅིག་ཁྱད་པར་ཡོད་པ་དེ་ཧ་ཅང་དབྱེ་བ་ཅིག་ཁག་པོ་རེད་དེ་ལུང་འདི་ཚོ་ཅིག་རེ་རེ་རེ་མ་འདྲ་མ་འདྲ་འདི་ཚོ་ཅིག་དབྱེ་བ་ག་འདྲ་བྱེད་དབྱེ་བྱེད་དགོས་པ་རེད། ད་དབྱེ་ན་རྩ་བའི་གི་ད་མདོ་ད་ང་ཚོའི་གི་རྒྱུད་ནང་ལ་ཡང་དཔེ་དེ་ཧ་ལས་ལས་ཀྱི་རྒྱ་ཆེན་པོ་གཏིང་ཟབ་པོ་དེ་འདྲ་རེད་དེའི་སྐོར་ལ་ཡིན་ནས་ད་མི་དམངས་ཁྲོད་ནང་ངས་བསམ་བློ་དང་ཕྱི་རྒྱལ་སློབ་མ་གཅིག་གིས་ང་ལ་སྐད་ཆ་དྲིས་སོང། ཁྱོད་རང་གིས་ལོ་མང་པོ་རིང་ཁ་ལ་ང་ཚོ་ལ་རླུང་དང་རླུང་མང་པོ་ཅིག་ལག་བསྟན་ནས་ངས་ཞེ་དྲག་མགོ་ཡག་པོ་ཅིག་འཚོས་གི་མི་འདུག་ག་རེ་ལག་གི་རེད་ཟེར་རླུང་དེ་སྣ་དགུ་ནས་དགུ་བཅུ་ནས་ཡར་བཏང་མར་བཏང་ལ་ག་རེ་ལག་གི་ཡོད་རེད་ཟེར་ཁོ་རང་ཚོས་སྐད་ཆ་དྲིས་སོང། ངས་ཁོ་རང་ཚོར་ལབ་ཡིན། ཁྱོད་རང་ཚོ་ཕྱི་རྒྱལ་ལུང་པ་ལ་ཆ་བཞག་ན་རྐུབ་བཀྱག་ལ་བསམ་བློ་གཏོང་དང་རྐུབ་བཀྱག་རུ། རྐུབ་བཀྱག་སྣ་ག་མང་པོ་ག་ཚད་འདུག་ཟེར། རྐུབ་བཀྱག། ཁ་ཤས། ད་ལས་ཁུངས་ནང་ལ་བསྡད་ས་རྐུབ་བཀྱག་དེ་འདྲས་བྱེད་མཁན་བྱེད། གཟུགས་པོ་ཡ་ཙོག་ཙོག་དེ་འདྲས་སུ་བསྡད་ཡ་ཡོད་མཁན་བྱེད། དེ་ནས་ཡང་དེའི་ཟེར་གྱི་མ་མེའི་སོ་དུས་སྐོར་ལ་མ་འུབ་བྱེད་མཁན་བྱེད་ཨ་ནི། དེ་ཆུ་རྩ་དོར་བ་ལ་མ་ཕར་ཆེའི་ཉེ་ཡར་འགྲོ་དགོས་བྱེད་ཨ་ནི་ཉལ་ས་ནང་ལ་གཟུགས་པོ་རྦད་དེ་ཉལ་གི་འདུག་བ། གཟུགས་པོ་གི་རྣམ་འགྱུར་འདྲ་བོ་ཅིག་མ་སོང་ན་དེ་འདྲས་བྱེད་དེ་འདྲས་བྱེད་ཟེར་གྱི་ནས་དཔེར་ན་དེ་འདྲའི་ཆགས་ཀྱི་འདུག་བ། ག་རེ་བྱེད་ན་ཆགས་དགོས་རེད་ཟེར་ཁྱེད་རང་ཚོ་ཧ་གོ་གི་ཡོད་རེད་ཟེར་ཁྱེད་རང་ཚོ་ཧ་གོ་བ་དེ་ངོ་ཤེས་ཀྱི་ཡོད་མ་རེད། ག་རེ་བྱ་དགོས་རེད་ཟེར་ན་རླུང་གི་རྒྱུ་བ་དེ་འདྲས་བྱེད་དུས་གང་ལ་རླུང་དེ་ཡ་བྱེད་འཇུག་རླུང་དེ་ཡ་རིག་སེལ་དགོས་རེད་ད། རིག་པ་དེ་དྭངས་མ་ཡོང་དགོས་རེད། དེ་དུས་གང་འདྲ་ལས་ཁུངས་ནང་བསྡད་དུས་གང་ལ། དེ་འདྲས་ཙུག་ཙུག་བྱས་ནས་བསྡད་ན་རིག་པ་དྭངས་བ་དང་བསམ་སྟོབས་ཆེ་བ་ལྟ་བུ་དེ་འདྲས་ཡོང་དགོས་རེད། ད་འདྲས་སུ་མ་མ་མ་བྱས་ཏེ་མེད་ཟོས་ན་གཉིད་ཤོར་ཡ། ཨ་ནི་ག་བྱེད་ཅིང་གཉིད་ཤོར་ཡ་དེ་འདྲས་ཡོང་དགོས་རེད་དེ་ཚང་མ་དེ་རླུང་གི། ལུས་ཀྱི་གནས་དང་དེ་ཀྱི་ཐོག་ནས་རྩ་ལ་གནས་དང་ལ་འགྱུར་བ་ཕྱིན་རྩ་ཡི་གནས་དང་ཐོག་ནས་རླུང་གི་གནས་དང་དེ་ལ་འགྱུར་བ་ཕྱིན་རླུང་གི་གནས་དང་ཐོག་ནས་སེམས་ཀྱི་གནས་དང་དེ་ལ་འགྱུར་བ་འགྲོ་གོ་རེད། ད་ག་རེ་ཡོད་ཟེར་ན་ཕན་ཐོག་འདྲ་བོ་དེ། སེམས་འགྱུར་བ་བཏང་ཡ་དེ་དཀའ་ལས་ཁག་པོ་རེད། ཡིན་ན་ལུས་ཀྱི་གནས་དེ་ལུས་ཀྱི་བདེ་ཐང་དེ་འགྱུར་བ་བཏང་ཡ་དེ་ལས་སླ་པོ་རེད། དེ་འདུག་ག་ལ་དཀའ་ལས་ཁག་པ་འགྱུར་བ་བཏང་ཡ་དོན་དག་ལ་ལས་སླ་ཡ་དང་འགྱུར་བ་བཏང་ཨ་ནི་ལས་སླ་བ་དེ་སྒྱུར་བ་བཏང་ཐུབ་དུས་ང་ལ་དཀའ་ལས་ཁག་བ་དེ་སྒྱུར་བ་རང་བཞིན་གྱིས་འགྲུབ་གོ་རེད་ད་དེ་ད་ཐབས་ཤེས་རེད་བོ་ཆེ་རེད་དེ། ད་འདྲ་རིན་པོ་ཆེ་གི་ཅིག་ད་ད་ལ་ཅིག་གསང་སྔགས་ཨ་མ་ཡི་དམ་འདྲ་དེ་འདྲ་འབྲེལ་བ་མེད་བས་ཅིག་མི་ཡི་བདེ་ཐང་དང་མི་འཕྲོད་དེ་འདྲ་འབྲེལ་བ་ཡོད་བ་དེ་ཡོངས་གྲགས་ཅིག་བཤད་ཤ་བ་ཡིན་ན་དེ་ཉན་ག་གལ་མི་འདུག་བསམ་སོང་ཞེས་དེ་འདྲ་གསུངས་སོང། ད་རྩ་རླུང་བསྒོམ་པ་དེ་ག་ཅིག་ལུས་ཁམས།

མི་ཡོང་བའི་ཕན་གོ་རེད་བྱེད་མཇུག་གི་རླུང་འཐུང་ཚུལ་ཉམས་ལེན་བྱས་ན་ཕར་ཆེར་ང་རང་གི་བསམ་བློ་ནང་ལ་ཀླད་པ་གི་ན་ཚ་མི་ཡོང་བའི་དང་དེ་འདྲ་ལ་ཕན་གི་ཡོད་རེད་ག་ཟེར་ན་བྱེད་མཇུག་གི་རླུང་དེ་རླུང་དེ་ཡར་འགྲོ་མཁན་གི་རླུང་ཕྱིར་བ་སྟེ་འདུག་གི་ལ་ཐིང་ཁ་ཤས་ཅིག་བྱས་བ་དང་ལམ་སང་ཀླད་པ་གི་གཡས་གཡོན་དུ་བ་ལ་ཅིག་དྭངས་སང་སང་འདྲ་བོ་བྱེད་གི་རེད་ཕྱི་རྗེས་ཚན་རིག་ཐོག་ནས་བྱས་པ་ཡིན་ན་བྱེད་མཇུག་རླུང་བྱས་ཚར་བའི་རྗེས་ལ་ཁྲག་དེ་ཀླད་པ་ནང་ལ་ཁྲག་མང་རུ་སླེབས་གོ་རེད་ཁྲག་མང་རུ་སླེབས་དུས་གང་ལ་ཁོ་ཀླད་པའི་གི་འཕྲོད་བསྟེན་དེ་ལ་ཕན་ཐོགས་དགོས་རེད། ད་ཡང། ཁ་ཤས་དེའི་ཚིག་གི་གཟུགས་པོ་ལ་དཔེར་ན་སྙིང་གི་གཤག་བཅོས་བྱས་སྙིང་གི་ན་ཚ་ཡོད་མཁན་ཅིག་ཡོད་པ་ཡིན་ན། ཡང་ཁོ་ཟོག་རླུང་འཐུང་ཚུལ་ཞེ་དྲག་བྱས་ན་ཡག་པོ་བ་མ་རེད། དཔེར་ན་མེ་མཉམ་གྱི་རླུང་འཐུང་ཚུལ་གཅིག་གི། སྤུ་འཁོར་མཁན་གྱི་སྤྱི་སྨན་དེ་ཡིན་ན། མེ་མཉམ་གྱི་རླུང་དེ་བྱས་ན་དེའི་ཚིག་གི་གནོད་དགོས་རེད། དེའི་ཚིག་ཉེན་ཁ་ཡོད་རེད། བསྟེན་དུས་གང་ལ་གང་ཟབ། འཕགས་པ་གཅིག་ལ་བསམ་བློ་བཏང་ན་དཔའ་སྤྱི་རླུང་གི་ཉམས་ལེན་ཚུལ་ག་རེ་བྱས་ནས་གཟབ་གཟབ་བྱེད་དགོས་ཀྱི་རེད་དགེ་རྒན་གཅིག་ལ་བརྟེན་ཉམས་མྱོང་ཡོད་མཁན་གཅིག་ཙམ་ལ་སྦྱང་དགོས་དེ་གལ་ཆེན་པོ་རེད་མ་གཏོགས་གཅིག་གིས་ཐུལ་བ་གི་དམིགས་བསལ་གྱི་ཉེན་ཁ་ཟ་བོ་དེ་དེ་འདྲས་གལ་ཡོད་མ་རེད་དཔེར་ན་ཕྱི་རྒྱལ་ལུང་པར་ཆ་བཞག་ནས་ལུས་རྩལ་རྩེ་དགའ་ཕྱིན་པ་ཡིན་ན་ཁོང་ཚོས་གི་དང་པོ་ཉེན་ཁ་ཡོད་རེད་ཟེར་དགེ་རྒན་གྱིས་ཨིན་ཇི་མི་ཇི་བསྟེན་དགོས་ཀྱི་རེད་དེ་ནང་དེ་ནང་ཞིག་གི་རྩ་རླུང་བྱེད་དུས་ཨིན་ཇི་མི་ཇི་དགེ་རྒན་བསྟེན་དགོས་ཡ་དེ་གལ་ཆེན་པོ་རེད། ད་ལྟ་འདྲ་ཅིག་རིན་པོ་ཆེ་ཅིག་རླུང་གི་འཁོར་འདས་ཤེས་ཡོང་དུས་ཅིག་ཚན་རིག་པ་ར་དེ་ཚོ་གོ། ད་ལྟ་ཁོང་ཁྲོ་ཟེར་ཡ་དེ་གཅིག་དང་ན་རླུང་གི་ངོ་བོ་ཅིག་མིན་འགྲོ། དཔེར་ན་ང་ཚོ་ཁོང་ཁྲོ་ལངས་དེ་འདྲ་སྐྱེ་བའི་སྐབས་དེ་ཅིག་དབུགས་རིང་པོ་ཅིག་དང་ན་གཅིག་དང་ན་ཁོང་ཁྲོ་དེ་ཞི་འགྲོ་བས་ཞི་འགྲོ་བ་དེ་ལ་ཕན་ཐོགས་ཆེན་པོ་ཡོད་རེད་ཟེར་དེ་འདྲ་ཟེར་གི་འདུག་རིན་པོ་ཆེ་ད་ཁྱེད་རང་གི་ཉམས་མྱོང་ར་དེ་འདྲ་ལྟར་ན་ང་ཚོ་ཁོང་ཁྲོའི་ངོ་བོ་དང་རླུང་གཉིས་ངོ་བོ་གཅིག་རེད་ཁོ་གཉིས་ཡང་ལོག་ག་རེད་ཁོ་གཉིས། ད།
ཁོང་ཁྲོ་གི་དང་རླུང་གཉིས་ངོ་བོ་གཅིག་དང་ལོག་ངོ་བོ་ཁ་ཁ་རེད་ཟེར་ཡ་མི་འདུག་ཁོང་ཁྲོ་རང་དང་འབྲེལ་བའི་གི་རླུང་གཅིག་ཡོད་རེད། འདོད་ཆགས་རང་དང་འབྲེལ་བའི་གི་རླུང་གཅིག་ཡོད་རེད། ཞེ་སྡང་རང་དང་འབྲེལ་བའི་གི་རླུང་གཅིག་ཡོད་རེད། ཨ་ནི། གཏི་མུག་རང་དང་འབྲེལ་བའི་རླུང་དེ་དཔེར་ན་དུག་ལྔ་སོ་སོ་དང་འབྲེལ་བའི་རླུང་རེ་རེ་རླུང་མ་འདྲ་བ་ཁ་ཁ་རེ་རེ་རེ་རེ་ཡོད་རེད། ད་ཡིན་ན་དཔེར་ན་ཁོང་ཁྲོ་འདྲ་བོ་གཅིག་ལ་ཆགས་བཞག་པ་ཡིན་ན། ཁོང་ཁྲོ་དང་འབྲེལ་བའི་རླུང་དེ་ཁོང་ཁྲོ་ཟ་བའི་སྐབས་དུ་ལ་ལམ་སང་དབུགས། ཚང་གཅིག་ཡོད་རེད་པ་ང་ཚོ་དབུགས་ཚང་བཅས་ཀྱི་སྐད་ཆ་དེ་བཤད་མ་ཐུབ་པ་འདྲ་བོ་ཆེ་ཁྲག་ཤེད་འཕར་ཡ་འདྲ་བོ་ཅིག་དེ་འདྲ་ཡོང་དགོས་རེད་དེ་ཡིན་དུས་གང་ལ་དེ་སྐབས་དེ་ལ་སོ་སོ་གལ་ཆེ་ཤོས་དེ་ལ་སོ་སོ་ཁོང་ཁྲོ་ལངས་པའི་ཁབ་ཐུག་ལ་སོ་སོ་ཁོང་ཁྲོ་ལངས་པ་ཡིན་པ་དེ་ངོ་ཤེས་པ་དེ་གལ་ཆེན་པོ་རེད་ལབ་ཁ་ཤས་མི་ཁ་ཤས་ཁོང་ཁྲོ་ལངས་མཁན་དེ་ཚོ་ལ་ཁྱེད་རང་ཁོང་ཁྲོ་ཟ་འདོད་བ་ལོས་དེ་ང་ཁོང་ཁྲོ་ཟ་མེད་ད་ལབ་དགོས་རེད་བ་དེ་ཡིན་དུས་གང་ལ་ལབ་ཡ་དེ་ཁོང་ཁྲོ་གི་རྣམ་པ་ལབ་ད་དུང་ཁས་ལེན་བྱེད་དགོས་བ་མ་རེད་དེ་ཡིན་དུས་གང་ལ་ངོ་ཤེས། ངོ་ཤེས་པའི་ཚ་བའི་རྗེས་ལ། ནང་ཁ་ནང་ལ་སྐོར་རླུང་དེ་རླུང་ག་ལེའི་མ་བཏང་པས་ན། གཅིག། སྐར་མ་གཅིག་རིང་ག་ལ་རླུང་དེ་ག་ལེའི་རིང་པོ་ཆེ་མ་བཏང་པས་ན། རླུང་དེ་མ་ཡའི་ཚ་བའི་རྗེས་ལ་ཁོང་ཁྲོ་ཟ་ཡ་ཁོ་ན་ཡོད་མ་རེད། གར་ཟེར་ན། རླུང་དེ། ང་ཚོས་དེ་ལ་གོ་རེ། གར་ཟེར་བ་རེ། རྟ་འདྲ་བོ་ཆེ་རེ་ལ་གོ་རེ། རྟ་དེ་མིག་གི་མེད་མཁན་གྱི་རྟ། ཨ་ནི། སེམས་དེ། གར་སོགས་རྐང་པ་མེད་མཁན་གྱི་མི་འདྲ་བོ་ཞིག་རེད་ཟེར་བ་རེད། ད་རླུང་དང་སེམས་གཉིས་མཉམ་དུ་ཁེལ་བས་ན་ད་ནི་འགྲོ་གོ་རེད། མཉམ་དུ་མེད་ན་གོ་འགྲོ་ཐུབ་གོ་བ་མ་རེད་དེང་དུས་གང་ལ་ཁོང་ཁྲོ་ཟ་བའི་ཁབ་ཐོག་ལ་རླུང་དེ་མ་བུད་ཤ་བས་ན་བསམ་པ་བསམ་པ་གྱི་སྒྲ་མེད་ན་རྣམ་རྟོག་བསླང་ངེས་དེ་བྱེད་གོ་དེ་བྱེད་གོ་འཁྲུག་པ་རྒྱག་གོ་བསམ་བསམ་ཡོང་གི་ཡོད་བ་མ་རེད་དེང་དུས་བྲེལ་བ་ཆེན་པོ་ཆགས་ཀྱི་ཡོད་རེད། དཔེར་ན་ཆ་བཤད་ན་ཕྱི་རྒྱལ་ཚན་རིག་ཐོག་ལ་ཁོང་ཚོས་དེ་འདྲ་མང་པོ་བཤད་ཀྱི་འདུག་དེང་སང། ཁོང་ཁྲོ་ཟེར་མཁན་དེ་གི་སྙིང་གི་ན་ཚ་གི་རྐྱེན་བྱས་ཀྱི་རྒྱུ་གཅིག་ཁོང་ཁྲོ་ཟེར་མཁན་དེ་རེད། དེ་ཁོང་ཁྲོ་དེའི་རླུང་དང་རྩ་རླུང་དག་དེ་འདྲའི་ཐོག་ནས་མེད་པ་བཟོས་ཐུབ་ན། བྱམས་སྙིང་རྗེ་བྱེད་ཡག་གི་གཞི་དེ་ཡས་མ་ང་གླེགས་ཡོད་རེད། ད་དུས་རྒྱུན་ང་ཚོ་ཡིན་ན་བྱམས་སྙིང་རྗེ་བྱེད་དགོ་རེད་ཟེར་དུས་ང་ལ་རྩ་རླུང་འཁྲུ་འགོ་དེ་འབྲེལ་བ་མ་ཤེས་པ་ཞེ་དྲག་མ་ཤེས་པ་བྱེད་ཅི་དང་བྱམས་སྙིང་རྗེ་བྱེད་དགོ་རེད་དེ་འདྲ་མང་པོ་བཤད་ཡ་ཡོད་རེད་བ། དེ་དུས་ཡིན་ན་རྩ་རླུང་དེ་འབྲེལ་བ་བྱེད་ན། བྱམས་སྙིང་རྗེ་བྱེད་ཡག་དེ་ལས་སླ་རུ་འགྲོ་དགོ་རེད། འབྲེལ་བ་ཆེན་པོ་ཆགས་ཡོད་རེད།
ད་དེ་དུས་རིན་པོ་ཆེ་གི་སློབ་མ་མང་པོ་ཅིག་ནུབ་ཕྱོགས་པ་གི་ཤེས་ཡོན་ཅན་དང་དེ་ནས་ཅིག་ཚན་རིག་པ་དེ་འདྲ་ཡོང་གི་རེད་ཅིག་རྣམ་པ་གཙོ་བོ་སྒོམ་རྒྱག་སྟངས་འདྲ་འདིའི་སྐོར་དེ་རྩ་རླུང་སྒོམ་སྟངས་འདི་ཅིག་ཚན་རིག་གི་བརྟག་དཔྱད་འདྲ་དེ་འདྲ་གལ་ཆེ་ཡོད་ན་མེད་ན། ཚན་རིག་གིས་ད་དེང་སང་ཚན་རིག་གིས་དོ་སྣང་ཆེན་པོ་བྱེད་ཀྱི་འདུག་སྤྱི་དང་དོ་སྣང་ཆེ་པོ་བྱེད་དགོས་རྒྱུ་མཚན་གཙོ་བོ་གཅིག་དེ་ག་རེད་ཟེར་ན། ད་དཔེར་ན་ད་ཅིག་གོང་དུ་ཞུས་པ་ནང་བཞིན་ང་ཚོ། ད་ང་དེ་ལོ་ཉི་ཤུ་ཚེ་གཅིག་དེ་བོན་གྱི་ཆོས་ཚོགས་དེ་འདྲ་བཙུགས་ནས་ཕྱིན་སོང་ང་ཚོ་ཆོས་ཚོགས་སུམ་ཅུ་སོ་ལྔ་ཚེ་གཅིག་ནང་ལ་ད་ཕར་ཆེ་བ་ནང་ལ་ཚང་མེད་ཀྱི་སྡིག་དེབ་དེ་དེ་སྐད་ཉི་ཤུ་ཚེ་གཅིག་ཡར་ལ་མར་བསྒྱུར་ཡོད་རེད་དེབ་དོན་ཚོ་ཚང་མེད་ཀྱི་ཤེས་ཤེས་དགོས་རེད་བྱེད་དགོས་རེད་ཨ་ནེ་ཚང་མ་གི་དེ་ཤེས་པ་ཙམ་མ་ཡིན་པ་དེ་གི་སེམས་ལ་ཕན་གི་འདུག་འཕྲོད་བསྟེན་ལ་ཕན་གི་འདུག་ཟེར་ནས་ཁོ་རང་ཚོ་ཚང་མེད་ཀྱི་ཁ་གཅིག་གྲགས་རེད་ཁ་གཅིག་གྲགས་ཡིན་དུས་གང་ལ་སྨན་ཁང་ནང་ལ་ཆ་བཞག་ན་སྨན་ཁང་ནང་ལ་མི་དེ་ཚོ་གི་ཁོ་རང་ཚོ་གི་ཕྱི་རྒྱལ་གྱི་སྨན་དེ་དུས་གང་ལ་འཇམ་འཇམ། ཕྱིན་རིས་མེད་གཅིག་པོ་མེད། ང། རྩ་རླུང་འཁྲུངས་འཁོར་བྱེད་ཀྱི་ཡིན། ང་སྒོམ་རྒྱབ་ཀྱི་ཡིན་གར་ཟེར་ན་སྒོམ་དང་རྩ་རླུང་འཁྲུངས་འཁོར་གྱི་ན་ཚ་ལ་ཕན་གྱི་འདུག་ཟེར་དུས་གང་ལ་ཚན་རིག་པ་དང་སྨན་ཁང་དུ་ཚོ་དེ་སྐོར་ལ་དོ་སྣང་མ་བྱེད་རང་བྱེད་རེད་ཁོང་ཚོ་ཡག་བྱ་བ་གཅིག་པོ་མ་རེད། གར་ཟེར་ན་ཁོང་ཚོས་ཀྱི་མི་དེ་ཚོ་གི་དོ་སྣང་ཆེན་པོ་བྱེད་དུས་གང་ལ་དེ་འདྲས་བྱེད་ནས་ཁོང་ཚོས་དོ་སྣང་ཆེན་པོ་བྱེད་ཀྱི་འདུག་ད་དཔེར་ན་ང་རང་ཚོ་ང་ཚོའི་གི་རང་ལ་ཆ་བཞག་ན་ད་ལོ་ཕར་ཆེར་དགུ་བཅུའི་འགོ་འགོ་ཐུབ་པ་ལ་ཡ་ང་ཐོག་མ་དང་པོ་ཨ་རི་ཡོང་དུས་གང་ལ་སྨན་ཁང་མཉམ་འདོགས་ལ་སྐད་ཆ་བཤད་ནས་ང་ཚོ་ལ་རྩ་རླུང་འཁྲུག་འགོ་དང་སྒོམ་དེ་འདྲ་དེ་འདྲ་ཡོད་རེད་དེ་འདྲས་ཀྱི་འཕྲོད་བསྟེན་དེ་འདྲ་ལ་ཕན་གི་རེད་ཟེར་ནས་སྐད་ཆ་བཤད་འགོ་བཙུགས་པས། ད་ལོ་བཅུ་ཚར་གྱི་ཕར་ཆེར་འགྲོ་སོང། ཁོང་ཚོས་དོ་སྣང་ཆེན་པོ་བྱས་ནས་ད་ལྟ་རྒྱལ་ཡོངས་འཕྲོད་བསྟེན་གྱི་ལས་ཁུངས་ནང་ནས་སྒར་སོ་རེ་འབུམ་ཉི་བཞི་རྩ་བཞི། ཨ་སྒོར་འབུམ་ཉི་བཞི་རྩ་བཞི་ཉམས་ཞིབ་ཞུས་པ་དང། ས་ཡ་གཉིས་ལྷག། ས་ཡ་གཉིས་དང་འབུམ་བཞི། ཁོང་ཚོས་གི་འགྲོ་སོང་བཏང་ནས་ཉམས་ཞིབ་གནང་རེད། ཉམས་ཞིབ་གནང་དུས་ང་ལ་ད་དེ་གནང་གི་གནང་དགོས་རྒྱུ་མཚན་གཙོ་བོ་དེ་གར་ཕྱིར་གནང་རེད་ཟེར་ན་དེ་ངས་ལ་ཉམས་ཞིབ་ཉུང་ཉུང་ཅིག་བྱས་ཆུང་ཆུང་བྱས་ཆུང་ཆུང་བྱས་དུས་གང་ལ་རྩ་རླུང་དེ་གི་ཞིབ་ཅིག་འཕེན་གི་འདུག་ག་རེ་འཕེན་གི་འདུག་ཟེར་ན་གཉིད་ཡག་པོ་ཁུག་ཡག། གཉིད་རིང་པོ་ཁུག་ཡག་ཨ་ནི་གཉིད་ཉལ་ནས་གཉིད་མ་ཁུག་བར་གི་དུས་ཚོད་དེ་ཐུང་རུ་འགྲོ་ཡག་ཨ་ནེ་ཡང་ཞོགས་ཁ་ཡར་ལངས་དུས་ཁྱེད་རང་གི་བསམ་ཁམས་སེམས་ཁམས་ལ་ཞིའུ་ཅི་ཕེན་གི་འདུག་ཟེར་དུས་གང་ལ་ད་ཁོང་ཚོ་ལ་ཕྱི་རྒྱལ་བསམ་བློ་བཏང་དུས་འདི་ལ་ཕན་ན་ཞིའུ་ཅི་ཕེན་རེད་ད་ཁོང་ཚོའི་གི་གཉིད་ཁུག་ཡག་གི་སྨན་དེས་དུང་འགྱུར་མང་པོ་འགྲོ་སོང་བཏང་གི་ཡོད་རེད་ད་དེ་སོ་སོས་གི་ཁྲུམ་བུར་ཅིག་བྱས་ནས་གཉིད་ཁུག་བ་ལ་ཕན་གི་འདུག་ན་ད་དེ་ཧ་ལས་ལས་ཅིག་རེད་ཟེར་ནས་ཁོང་ཚོས་འགྲོ་སོང་བཏང་དགོས་རྒྱུ་མཚན་དེ་རེད་བཏང་དུས་གང་ལ་མི་སུམ་བརྒྱ་སྐོར་ལ།

ད་ལྟ་གཟི་བདུད་དེ་ནད་པ་སུམ་བརྒྱ་མི་སུམ་བརྒྱ་ར་གཅིག་བརྟག་དཔྱད་ཀྱིས་ཁོ་རང་ཟུག་ཉམས་ལེན་གྱི་ཚོར་ལྟ་བྱས་པ་དེ་ཚོ་གཅིག་ནད་པ་རྐྱང་རྐྱང་རེ་བས་ཡང་མི་ནད་པ་མིན་པ་དེ་འདྲ་ནད་པ་ཡིན་པས་ན་གཅིག་ཁོང་ཚོ་ན་ཚ་རིགས་ག་རེ་ག་རེ་དེ་དེ་ཁོ་ཐད་བྱས། ད་དེ་བྱེད་མཁན་དེ་ཚང་མ་ནད་པ་རྐྱང་རྐྱང་རེད། ད་ལྟ་དེ་ཉམས་ཞིབ་ཁུངས་གཏོགས་ལ་ཡོད་མཁན་གྱི་བྱེད་མཁན་ཚང་མ་དེ་ནད་པ་རྐྱང་རྐྱང་རེད། ག་རེ་བྱེད་འདོད་རེད་ཟེར་ན་ད་ལྟ་དེ། Houston དང་ད Texas གི་མངའ་སྡེ་གི་ནང་ལ་ད་ད་སྐྲན་ནད་ཀྱི་སྨན་ཁང་ཆེ་ཤོས་ཤིག་རེད་དེའི་ནང་ལ་མ་གལ་ལ་ནད་པ་ཡོང་མཁན་ཚང་མ་སྐྲན་ནད་བཅོས་ག་ལ་ཡོང་གི་ཡོད་པ་དེ་བཅོས་ག་ལ་ཡོང་དུས་གང་ལ་ཁོང་ཚོ་ལ་ཉམས་ཞིབ་བྱེད་དགོས་རེད་ད་ཉམས་ཞིབ་བྱེད་དུས་གང་ལ་ང་ཚོ་ཉམས་ཞིབ་གཅིག་ནང་ལ་ད་ད་དགྲ་ཡི་སྐོར་ལ་ཉམས་ཞིབ་བྱེད་རེད་ད་ད་ང་ཚོ་ཡང་ན་སྔགས་ཀྱི་ང་ཚོའི་བོན་བོན་ལུགས་ནང་ན་ང་ཚོ་ཨ་འོམ་ཧུང་ཟེར་ནས་སྔགས་གསུམ་དེས་གནས་གསུམ་ལ་ཉམས་ལེན་བྱས་ནས་ག་འདྲས་སུ་ཕན་གྱི་འདུག་ལྟ་དུས་གང་ལ་ཁོང་ཚོས་ཉམས་ཞིབ་ཅིག་བྱེད་དུས་གང་ལ་ཉམས་ཞིབ་དེ་འབྲས་བུ་ཡག་པོ་ཞིག་བྱུང་འདུག་ས་དེ་འབྲས་བུ་ཡག་པོ་བྱུང་བ་ཙམ་མ་ཡིན་པ། དེ་བྱུང་བ་དེ་གིས་ད་ལྟ་ད་ལྟ་འཕྲོད་བསྟེན་གྱི་དུས་དེབ་གལ་ཆེན་པོ་གཅིག་ནང་ལ་ཨ་རིའི་འཕྲོད་བསྟེན་དུས་དེབ་གལ་ཆེན་པོ་གཅིག་ནང་ལ་པར་བྱས་ཡོད་རེད། དེ་ནས་ད་དེ་ག་རེ་ལ་གོ་བ་རེད་ཟེར་ན་ཁོང་ཚོས་གིས་ག་རེ་ཕན་དགོས་ཟེར་ན། ད་ལྟ་དེ། ད་གློག་གི་ཁྱི་མོ་བྱེད་དུས་གང་ལགས། འཕྲུ་ཆར་གྱི་གཟུགས་པོ་ལ་མང་པོ་འདབ་དཀྲུག་མང་པོ་འགྲོ་དུས་གང་ལགས་སྐྲ་ཕིག། ཨ་ནི་ཁོང་རང་ཚོས་གིས་ང་རང་ཚོའི་ནི་དྲན་པ་བརླགས། ཨ་ནི་སོ་སོ་སོ་གིས་ད་ལྟ་གནས་སྐབས་གནས་སྐབས་ཀྱི་ལས་ཀ་གི་བྱ་བ་བྱེད་དགོས་པའི་ལས་ཀ་བྱས་ཡོད་ན་དེ་ཚོ། སྙེ་མ། ན་ཚ་མ་ན་བའི་སྐབས་ནང་བཞིན་བྱེད་མ་ཐུབ་པ་ཡོང། དེ་དུས་གང་ལགས་དེ་འདྲས་ཡོང་དུས་གང་ལགས་ད་དེ་ཉམས་ལེན་དེ་བྱས་པ་ཡིན་ན། དེའི་ཚེ་རྗེས་ལས་ཀ་དེ་ཡག་བྱེད་ཐུབ་ཡག་འདྲ་བོ་དང། དྲན་པ་དེ་གཏན་རུ་འགྲོ་ཡག་འདྲ་བོ་དང། དེ་ནས་སྤྱི་དང། སེམས་ཁམས་དེ་བསམ་དེ་སྐྱིད་རུ་འགྲོ་ཡག་འདྲ་བོ་དང། དེ་རེད་ཕན་གི་འདུག་ཟེར་ནས། དཔེ་ཡང་གར་སོང་བ་རེད་འབྲས་བུ་འདྲ་བོ་དེ་མ་སོང་ན་ཡག་པོ་བྱུང་བ་རེད། ད་ད་ནི་རིན་པོ་ཆེའི་སྐོང་སྟེ་འདས་སོང་སོང་བ་ལྷག་པར་དུ་གཅིག་ཚན་རིག་པ་བརྟག་དཔྱད་བྱེད་དུས་མི་ཡི་གཉིད་ཁུག་ཡ་དེ་གཉིད་སྐྱིད་པོ་ཁུག་ཡ་གཉིད་བདེ་བོ་ཁུག་ཡ་དུས་ཡུན་རིང་པོ་ཁུག་ཡ་དེ་ཚོ་ཕན་ཐོགས་གི་འདུག་ཟེར་དེ་འདྲ་གསུངས་སོང། ད་དཔེར་ན་ཆ་བོད་པའི་ནང་དཀའ་ངལ་འདི་མང་པོ་ཡོད་རེད་བསམ་གི་འདུག་དཔེར་ན་ང་སྒེར་ལ་ཆ་ཆག་བས་ན་ང་དགོང་ད་གཉིད་ཁུག་ཅེས

རླུང་དགུ། བརྒྱད་གཅིག་དང་བཅས་ནི་འཁྲུངས་འཁོར་ལྔ། ད་ལྟ་ཆེན་རྒྱུ་སྲོག་རླུང་མེ་མཉམ། ཁྱབ་བརྒྱད་ཐུར་སེལ་ཟེར་ནས་རླུང་ལྔ་དང་འབྲེལ་བ་ཡོད་མཁན་གྱི་ད་འཁྲུངས་འཁོར་ལྔ་ཡོད་རེད། འཁྲུངས་འཁོར་ལྔ་དེ་ད་ག་ལ་ཁ་བོ་ཞིག་རག་མཁན་མ་རེད། ད་ཡ་སོ་སོ་གི་བརྩོན་འགྲུས་འདྲ་བོ་བྱས་དེ་མ་བྱས་བ་འདྲ་བོ་བྱས་བྱས་དེ་གལ་ཆེན་པོ་རེད་མ་གཏོགས་བྱེད་ཀྱི་ག་ལ་ཞིག་རག་ཡོད་མ་རེད། དེ་བྱས་བ་ཡིན་ན་ད་ཅི་གོང་དུ་ཞུས་པ་ནང་བཞིན་རེད། གཉིས་ལ་བརྒྱ་ཆ་བརྒྱ་ཐམ་པ། ཕན་གྱི་འདུག་ཟེར་ནས་ད། དེང་སང་ཡོད་ནས་མེད་ན་གི། ཕྱི་རྗེས་ལུང་པ་གི་བསམ་བློ་བཏང་དུས་ཚན་རིག་དེ་ལ་བསམ་བློ་བཏང་དགོས་རེད། ད་ད་ལྟ་མི་གསུམ་བརྒྱ་རེད། ཉམས་ལེན་བྱེད་མཁན་ཚང་མ་ཆོས་ལ། ཆོས་བྱེད་མཁན་དེ་འདྲ་གལ་མ་རེད་ཁོ་རང་ལུས་ཀྱི་འཁྲུངས་འཁོར་རང་ལ་བརྟེན་ནས། ལུས་ལ་ཕན་གྱི་འདུག་སེམས་ལ་ཕན་གྱི་འདུག་ཟེར་ནས་དེ་འདྲ་བྱུང་དུས་ང་རང་བརྒྱ་ཆ་བརྒྱ་བཏང་བ་ཕན་གྱི་རེད་དྲན་གྱི་འདུག། ཡིན་ན་ཡང་ང་རང་ཚོ་གི་ཟླ་གཅིག། དཔེ་ཆ་ནང་ལ་ཤེས་བྱ་བ་ནང་ཞིག་གིས་དཔེར་ན་ཆ་བྱས་ན་སྲོག་རླུང་གི་ཆ་བྱས་ན། སྲོག་རླུང་བྱས་པས་ཡིན་ན། སྟོང་པ་ཉིད་རྟོགས་ཡ་ལ་ཕན་ཐོགས་ར་ཟེར་ཡ་འདྲ་བོ་དང། ཟེར་ནས། བྱམས་སྙིང་རྗེ་སྐྱེ་ཡ་ལ་ཕན་ཐོགས་ར་ཟེར་ཡ་སོགས་འདྲ་བོ་དང། དེ་ནས་ནང་གི་དཔེར་ན་ནང་གི་སྙིང་རྩ་ཐམས་ཅད་སྒོ་ཕིག་གིས་ཟིན་སོགས་དང། ནང་གི་ད། རྩ་རྩ་རླུང་དང་འབྲེལ་བའི་ཐིག་ལེ་ཐམས་ཅད། འཇལ་གི་རེད་ཟིན་ཡ་སོགས་འདྲ་བོ་དང། ད་དེ་ཚོའི་སྐད་ཆ་དེ་ཕྱི་རྒྱལ་ལ་སྐད་ཆ་བཤད་ས་ཡོད་མ་རེད་ཁོང་ཚོས། ད་དེ་ཚོ་ཁྱེད་རང་ཚོས་ཤེས་ནི་ཤེས། ཡིན་ནའང་ང་ཚོ་ལ་ད། བརྟག་དཔྱད་བཏང་ཡ་དེ་ཚོ་བརྟག་དཔྱད་བཏང་ཡ་ཐིག་ལེ་བརྗེ་གི་འདུག་མི་འདུག་བརྟག་དཔྱད་བཏང་ཡ་དེ་གལ་ཡོད་མ་རེད། ད་ང་ཚོས་ཀྱི་རག་པ་ཐོག་ནས་སྙིང་གི་ན་ཚ་ལ་ཕན་གི་འདུག་མི་འདུག་ཁྲག་ཤེད་ལ་ཕན་གི་འདུག་མི་འདུག་གཉིད་ཁུག་ཡ་ལ་ཕན་གི་འདུག་མ་འདུག་ཨ་ནས་བྱེད་སྟངས་ཀྱི་སེམས་མ་བདེ་བ་དེ་འདྲས་ཡོད་ན་ཕན་གི་འདུག་མ་འདུག་དེ་འདྲས་དེ་འདྲས་བལྟ་དགོས་རེད་ད་ཁོང་ཚོ། ད་དེ་ནས་རིན་པོ་ཆེ་ལྡེམ་དེ་ཉམས་དུ་ཡོད་པའི་འོད་སྡེར་གི་ནང་ཁྱེད་རང་གི་རྩ་རླུང་སྒོམ་སྟངས་དེ་གི་འགྲེལ་བཤད་གི་ནང་ན་གཅིག་དེ་བསྡད་ཟིག་འདུག་ཡག་གོ་གཅིག་སྒོམ་སྟངས་དེ་ཡག་གོ་གཅིག་སྦྱང་ན་མ་མཐོང་ཡང། སྒོམ་སྟངས་ཡག་པོ་གཅིག་མ་ཕྱིན་པ་དེ་འདྲ་ཡིན་ན་ཡང་གནོད་དེ་འདྲ་སྲིད་གི་རེད་ཅེས་དེ་འདྲ་འགྲེལ་བཤད་ཅིག་གི་ནང་དེ་འདྲ་རྒྱག་གི་འདུག་དེ་སྲིད་དུས་དེ་ཚེ་གནོད་པ་ཡིན་ན་ཅི་ག་འདྲ་ག་འདྲ་ག་རེ་ག་རེ་གནོད་གི་རེད། ད་དཔེར་ན
གནོད་ཡ་ཟེར་དེ་སྤྱི་དང་སྤྱི་དང་གི་ང་ཚོས་གནོད་ཟེར་དེ་ད་ལུས་ཀྱི་འཁྲུལ་འཁོར་ཡིན་ནའི་རེད་རླུང་གི་སྒོམ་སྟངས་ཡིན་ནའི་རེད་སེམས་ཀྱི་ཞི་གནས་སྒོམ་དུས་ཡིན་ནའི་རེད་སེམས་པ་དེ་ཧ་ཅང་རང་གི་གར་སོ་རེད། དབང་དུ་སྡུད་དྲགས་ན་རང་བཞིན་གྱི་ཐོག་ནས་ཉམས་ལེན་མ་བྱས་པ་ཆེས་དབང་དུ་སྡུད་དྲགས། སེམས་ལ་བཙན་པོ་བྱེད་དྲགས་པ་དང། རླུང་ལ་ཡང་དེ་རང་བཞིན་གྱིས་སོ་སོ་ལ་གི་སོ་སོའི་ནུས་པ་དང་དཔག་པའི་རླུང་ལ་ཉམས་ལེན་མ་བྱས་པ་ཆེས་སེམས་རླུང་དེ་ལ་བཙན་པོ་བྱེད་དྲགས་པ་དང། ལུས་དེ་སོ་སོ་གི་ནུས་པ་དང་དཔག་པའི་འཁྲུལ་འཁོར་མ་བྱས་པ་ཆེས་ལུས་ལ་བཙན་པོ་བྱེད་དྲགས་ན། རྐང་ཚིག་ལོག་སྲིད་ཀྱི་རེད། རླུང་གི་གར་སོགས་རེད་ཅིག་སེམས་སེམས་མ་བདེ་བ་དེ་འདྲའི་སེམས་སྨྱོ་བ་འདྲ་བོ་དེ་འདྲའི་ཡོང་སྲིད་ཀྱི་རེད། ཡང་དཔེར་ན་སྙིང་འདྲ་བོ་ཅིག་སྙིང་གི་ན་ཚ་ན་དེ་གི་དེ་འདྲའི་མི་ཡོད་ན། གར་སོགས་རེད་སྦྱར་བ་འདྲ་བོ་དེ་འདྲའི་ཡོང་སྲིད་ཀྱི་རེད་དེའི་དུས་གང་ལ། ཁོ། གལ་ཆེ་ཤོས་དེ་སོ་སོའི་གི་ལུས་དང་རླུང་དང་སེམས་ཀྱི་ཁམས་ཀྱི་ནུས་པ་དང་བསྟུན་ནས་ཤེས་ཡ་དེ་གལ་ཆེན་པོ་རེད་དེའི་དུས་གང་ལ། གལ་ཆེན་པོ་དེ་ག་རེད་ཟེར་ན་ཅིག་དགེ་རྒན་དེ་ཉམས་ལེན་གི་རྒྱུས་པ་ཡོད་མཁན་ཅིག་མ། སོ་སོའི་ཁོངས་ཡུལ་ལུང་ཡོད་ཀྱི་བྱེད་མཁན་གཅིག། དུས་རྒྱུན་ཉམས་ལེན་བྱེད་མཁན་གཅིག། ཉམས་མྱོང་དང་ཤེས་ཡོན་གཉིས་ཀ་ཡོད་མཁན་གཅིག། དེ་འདྲའི་གཅིག་ལ་བརྟེན་ནས་བྱེད་སྒོ་དེ་སྤེལ་གལ་ཆེན་པོ་ཆགས་ཀྱི་ཡོད་རེད། སྟོན་པའི་རིམ་བྱེད་ད་ལྟ། ནང་པ་ཚོ་མི་སུམ་བརྒྱ་ཅན་གཅིག་ནད་པ་སུམ་བརྒྱ་ཅན་ཙམ་གཅིག་ཚོར་ལྟ་བྱེད་ཀྱི་ཡོད་ཟེར་དེ་འདྲ་གསུངས་སོང་ད་ག་ནང་ཆེན་ཁྱེད་རང་གི་ཆོས་ཚོགས་སུམ་ཅུ་སོ་ལྔ་ནང་ཡོད་པའི་སློབ་མ་དེ་ཚོ་གི་ར་སྦྱང་གི་ཡོད་ཟེར་གྱི་འདུག་སྟབས་དེ་མིན་པའི་ཡང་ཅིག་སྤྱི་ཚོགས་ན་ཅིག་ཡང་མཚམས་མཚམས་ལས་ཁང་དེ་འདྲ་ཡིན་ན་རེད་ཡང་ཡང་དེ་མིན་པའི་ཅིག་ཚོང་ལས་ཚོགས་སྡེ་ཁང་ཡིན་ན་རེད་ཅིག་ག་བ་ཡིན་ན་ཡང་གཞན་པ་དེ་འདྲ་ག་བ་ག་བ་དེ་རྩ་ད་རླུང་འདི་འདྲ་འདི་ཡིན། དཔེ་གལ་ཆེན་པོ་འདུག་ཁྱེད་ཀྱི་དྲི་བ་དེ་ཡག་པོ་རེད། ད་ང་རང་གི་བསམ་བློའི་ནང་ལ། དེའི་དེའི། རྩ་རླུང། ད་དཔེར་ན་རྒྱ་གར་ལ་བྱེད་ཀྱི་འདུག་རྒྱ་ནག་ལ་བྱེད་ཀྱི་འདུག་དེ་ནང་བཞིན་བོད་ཀྱི། ནང་ལ་ཡོད་མཁན་གྱི་རྩ་རླུང་འཕྲོད་བསྟེན་ལ་ཕན་མཁན་དེ་ག་ས་ག་སར་བྱས་ན་ཡག་པོ་འདུག་བསམ་གྱི་འདུག་དཔེར་ན་ཆ་བྱས་ན་རྒྱ་གར་ལ་ཡིན་ནས་ཅིག་དམངས་ཀྱི་དམངས་ཁྲོད་ནང་ལ་སྙན་མང་ངང་ལྡི་ལི་ལ་ཕ་གའི་ཨ་ཅག་ཅིག་རྒྱ་གར་རམ་འདེབས་ཀྱི་རྩ་ནས་རྩ་རླུང་སྦྱངས་ནས་ཕ་གའི་རླུང་ལྟ་བུ་དེ་འདྲ་སྦྱང་གི་འདུག་ད་ཡིན་ན་བོད་པ་ལ་མ་དེ་ཚོ་སུས་ཅིག་བསླབ་རོགས་བྱེད་དགོས་བ་མ་རེད་དེ་དུས་ཁོ་ལ་ད་རྒྱ་གར་རྩ་ལ་རྒྱ་གར་ཅིག་རྩ་ལ་ཕྱིན་ནས་སྦྱང་ཨ་ནི་སོ་སོ་སུའི་ལུས་ལ་ཕན་གྱི་འདུག་སེམས་ལ་ཕན་གྱི་འདུག་འཕྲོད་བསྟེན་ལ་དཔེ་ཡག་པོ་འདུག་ད་ང་དཔེ་ཕན་གྱི་འདུག་ད་དེ་འདྲ་ལབ་ཀྱི་འདུག། དེ་ཡིན་དུས་གང་ལ་ད་གལ་ཆེ་ཤོས་དེ་སོ་སོ་སོ་སོའི་བོད་ཀྱི་བོད་ལ་ཡོད་མཁན་གྱི་ནང་ནས་སོ་སོ་རྒྱང་ཚང་མ་ལ་སྤེལ་ཐུབ་ན་ཡག་པོ་རེད་བསམ་གྱི་འདུག་ད་ང་ཚོ་འདྲ་བོ་ཆ་བཞག་པ་ཡིན་ནས་ད་དེ་བཙོན་ཁང་དེ་འདྲ་ཕྱི་རྒྱལ་གྱི་བཙོན་ཁང་མང་པོ་ཅིག་ནང་ལ་དེ་བསླབ་གྱི་ཡོད། བཙོན་ཁང་ནང། བཙོན་ཁང་ནང་ལ། འོ་ཅི། ག་རེ་ཟེར་ན་བཙོན་ཁང་ནང་བསླབ་དགོས་རྒྱུ་མཚན་ག་རེ་ཟེར་ན་ཁོང་ཚོ་མི་དེ་མ་མི་མང་པོ་ཅིག་སྟབས་དཔེར་ན་དཔེར་ན་མི་བསད་ནས་མི་བཙོན་ཁང་ལ་ཕྱིན་པ་འདྲ་བོ་དང་དེ་འདྲ་བྱེད་དུས་གང་ལ་དཔེ། སེམས་མ་སྐྱིད་པ་དང་ལུས་མ་སྐྱིད་པ་དང་ཨ་ནི་དཔེ་སྡུག་པོ་སྡུག་བསྔལ་མྱངས་དེ་ཡང་མང་པོ་ཡོད་རེད་དེ་ནི་ང་ཚོ་བཙོན་ཁང་ལ་འགྲོ་ནས་ཁོང་ཚོ་ལ་ཅིག་སེམས་ཀྱི་སེམས་ལ་དེ་ཚོ་ཕན་ཡོང་བསམ་བསམ་ནས་རྩ་རླུང་དེ་རེད་རྩ་རླུང་དང་སྒོམ་དེ་རེད་ལབ་ཀྱི་ཡོད་མང་པོ་ཅིག་ལབ་ཀྱི་ཡོད་ཨ་ནི་དེ་ནང་ཞིག་གི་ང་ཚོའི་གི་སྨན་ཁང་ནང་ལ་ད་ལྟ་ད་ལྟའི་ཉམས་ཞིབ་བྱས་པ་ཙམ་མ་རེད་ང་ཚོའི་སློབ་མ་མང་པོ་ཅིག་གི་དཔེར་ན་མེག་སི་ཀོ་རེད་ཨ་རི་རེད་སྨན་ཁང་དེ་ཚོ་ནང་ལ་ད་ལྟ་སྨན་གྱི་སྨན་བཅོས་བྱེད་བཞིན་པའི་གི་སྐྲན་ནད་སྐྲན་ནད་ཀྱི་རིགས་སྨན་བཅོས་བྱེད་བཞིན་པའི་རིགས་ཀྱི་ནད་པ་དུ་ཚོད་ལ་ཐིག་དེའི་ཚེ་ཅི་སྒོམ་སྦྱར་ཡ་འདྲ་བོ་དང་ནི་རྩ་རླུང་འདྲ་བོ་དེའི་ཚེ་ཚེ་བསླབ་དགོས། དེའི་ནང་ཞིག་སྨན་པ་དུ་ཚོད་ལ་བལྟ་ན Houston Texas ལ་ཆ་བཞག་ན་སྨན་པ་དུ་ཚོད་སྨན་པ་དང་སྨན་གཡོག་སྦྱར་མཁན་དང་ཚང་མ་ལ་ཡང་ཁོ་རང་ཚོས་བདུན་ཕྲག་རེ་ལ་ཐིང་དེ་འདྲ་བསླབ་དགོས་རེད། དེའི་ནང་ཞིག་ད་ང་ཚོའི་སློབ་མ་གཅིག་ཡང་རྒྱ་ནག་དུ་བ་ལ་ཡ་ཕྱིན་ནས་ཚོང་ལས་བྱེད་ས་གི་ས་ཆ་དེ་འདྲ་ལ་ཡ་ད་དེའི་རྩ་རླུང་དེ་འདྲ་བསླབ་དེ་ནས་མི་དེ་འདྲ་བཞི་བརྒྱ་ལྔ་བརྒྱ་དེ་འདྲ་རྒྱ་ནག་རང་ལ་ཡ་དེ་འདྲ་མི་བཞི་བརྒྱ་ལྔ་བརྒྱ་དེ་འདྲ་བྱུང་ནས། ལྟ་ཅིག་འཕྲོད་བསྟེན་དང་སེམས་ཀྱི་བདེ་སྐྱིད་དང་འཕྲོད་བསྟེན་ཙམ་གྱི་བསམ་བློ་བཏང་ན་མ་གཏོགས་ཀྱི་ཆོས་ཀྱི་རང་ཐོག་ནས་ཡོང་གི་ཡོད་མ་རེད་ཁོང་ཚོས་དེ་འདྲ་བྱས་ནས་དཔེ་འཕེན་གྱི་འདུག་ཧ་ལས་ལས་ཡག་པོ་འདུག།
ད་དེ་ཚོ་དུས་གཅིག་བཙོན་ཁང་ནང་གི་དེ་ཚོ་བྱེད་ཀྱི་ཡོད་པ་དེ་ད་གཞུང་སོ་སོ་གི་བཙོན་ཁང་དེ་ད་གཞུང་སོ་སོ་གི་ངོས་ནས་གོ་སྒྲིག་བྱེད་ཀྱི་ཡོད་རེད་བཙོན་པ་སོ་སོའི་ངོས་ནས་གོ་སྒྲིག་བྱེད་ཀྱི་ཡོད་རེད། ད་འདི་གོ་སྒྲིག་བྱས་ཏེ་དཀའ་ལས་ཞུ་ཞུ་རེད་དཔེར་ན་ང་ཚོ་གི་ང་རང་ཚོ་གི་ངའི་སློབ་མ་དེ་ཚོ་ལ་ངས་ཁྱོད་རང་ཚོ་ལ་ཁྲིད་ཀྱི་ཡོད་རེད་ཁྱོད་རང་ཚོས་ད། ཚང་མར་གྱི་ཁྲིད་ཆོག་གི་མ་རེད་ད་དེ་ནང་ལས་ཤེས་ལྡན་མཁན་དེ་སྲིད་ཉམས་མྱོང་ཡག་པོ་ཡོད་མཁན་ཚོས་ཁྱོད་རང་ཚོའི། གཞན་ཕན་དོན་དག་ལ། སྤྱི་ཚོགས་ཀྱི་དོན་དག་རེད་གཞན་ཕན་གྱི་དོན་དག་ལ་ཡིན་གཅིག་མིན་གཅིག་ཁྲིད་ན་ཡག་པོ་ཡོད་རེད་དེ་སྲིད་ལབ། ངས་ཁོ་རང་ཚོ་བརྒྱུད་སྐུལ་བྱས་ཁོ་རང་ཚོས་རང་གི། གཞུང་གི་བཙོན་ཁང་ནང་ལ་ཡ་ང། ང་དེ་མིང་དེ་ཡིན། ང་ཚོགས་པ་དེ་དང་འབྲེལ་བ་ཡོད་ང་ཚོས་ལབ་ཡ་དེ་ལབ་ཀྱི་ཡོད་ཟེར་ནས་སྙན་ཞུ་ཞུས་ནས་རྙོག་དྲ་མང་པོ་བྱོས་རེད། ལས་སླ་པོ་ངོ་ལེན་བྱེད་ཀྱི་མ་རེད་ཁོང་ཚོ་སྐད་ནས་ཡོང་བཅུག་གི་མ་རེད། ད་ཤུ་གུ་དང་པོར་བརྟག་དཔྱད་མང་པོ་ཞིག་བཏང་ནས་མི་དེ་ལ་སྐྱོན་མེད་པ་དང། ཚོགས་པ་དེ་ལ་སྐྱོན་མེད་པ་དང་ཚང་མ་བལྟ་ནས་ཁོང་ཚོ་ངོ་ལེན་བྱས་ནས་ཨ་ནི་ང་རང་ཚོ་རང་གིས་གྲ་སྒྲིག་བྱེད་ཀྱི་ཡོད། མ་གཏོགས་ཀྱི་ཁོང་ཚོས་གེ་སྒོ་འགྲོ་སོང་དང་གེ་སྒོ་བྱེད་ཀྱི་ཡོད་མ་རེད་ཚང་མ་དྭངས་བླངས་རྒྱང་རྒྱང་རེད། ལ་སུ་ད་དེ་ནས་རིམ་ཇི་ལྟར་ཅིག་ཁྱེད་རང་གི་ཆོས་ཚོགས་རྒྱ་ཆེན་པོ་རེད་ད་ལྟ་ཁྱེད་རང་གི་ཅིག་འབྲེལ་བ་ཅིག་ས་ཡོད་ན་དེ་རྒྱ་ཆེ་རེ་ཆེ་རེ་འགྲོ་གི་འདུག་ཅིག་རྩ་རླུང་རེ་འདི་སྒོམ་མཁན་དེ་ཡོད་ན་མ་འོངས་པ་ད་འདྲ་མང་རེ་འགྲོ་འགྲོ་གི་རེད་བསམ་གི་འདུག་སྡེབ་འདི་ཚོ་ཡོད་ན་ཅིག་མི་མང་པོ་གི་ལོག་སྤྱད་དེ་འདྲ་བྱེད་དུས་ཅིག་རྒྱ་ཆེ་རེ་འགྲོ་ཡ་མ་གཏོགས་ར་ཆུང་རེ་འགྲོ་ཡ་ཡོད་ཀྱི་མ་རེད་བསམ་གི་འདུག་དེ་དུས་ད་ཅིག་མ་འོངས་པ་འདི་དཔེ་ད་རྒྱ་ཆེ་རེ་བཏང་ཡ་དང་ཅིག་བོད་པའི་ཆོས་དང་རིག་གཞུང་སློབ་སློབ་ཁྲིད་བའི་ཞོར་ལ་ལྷག་པར་དུ་རྩ་རླུང་སྒོམ་སྒྲུབ་ཀྱི་དེ་བོད་པའི་དང་གནའ་སྔ་མོ་ནས་ཡོད་འདི་གཅིག་དར་ཁྱབ་དང་བཅོས་རྒྱ་ཆེ་རེ་དང་འཆར་གཞི་ག་རེ་ག་རེ་ཡོད། ད་ད་ལྟ་འཆར་གཞི་གཙོ་བོ་འགྲོ་བ་དེ་ག་རེ་འདུག་ཟེར་ན། ད་དེབ་དང་དེབ་ཅིག་རེ་ནི་ངས་ད་ལྟ་དེབ་དེ་དེའི་རིགས་རྩ་རླུང་ཆེ་ཨ་ནི་སྒྲ་ཡི་གི་ནུས་པ་ཆེ་རྩ་རླུང་གི་ནུས་པ་ཆེ། ཨ་ནི་སེམས་ཀྱི་སྒོམ་བྱ་ཡི་ནུས་པ་དེབ་གསུམ་བྲིས་ཡོད། དེབ་གསུམ་དེ་ཟླ་སྐར་ཉི་ཤུ་ལྷག་པར་བྱས་ཡོད་རེད། ཡིན་ནས་རྒྱ་ནག་ལ་ད་ལོ། པེ་ཅིང། Tibettologist། གི་འདྲེ་པར་ཁང་ཅིག་ནང་ནས་ཁོང་ཚོས་གིས་པར་བྱ་གི་ཡོད་རེད་རྒྱ་སྐད་ནང་ལ། པར་བྱ་གི་ཡོད་རེད། སྔན་མ། ད་ལྟ་རྨི་ལམ་སྐོར་ལ་དེབ་ཅིག་པར་བྱབ་སོང་ཁོང་ཚོས་ལ་དེ་ཕན་གི་འདུག་སི་ཏུ་པར་བྱབ་སོང། ད་ང་རང་གི་རེ་བ་གཙོ་བོ་དེ་ག་རེ་ཡོད་ཟེར་ན་དྲྭ་ཇ་གསར་བ་ཅིག་བཟོས་གི་ཡོད། དྲྭ་ཇ་གསར་བ་དེ་ནང་ལ་བཟོ་དགོས་གཙོ་བོ་དེ། དེབས་དམ་ཙམ་དེབས་དེ་ར་འབྱོར་ལ་མ་འབྱོར་བྱས་ག་བ་ཡི་གུ་གུ་ཡོད་ར་ཧ་མ་གོ་ལོ་ཡ་དེ་ག་ལེ་ཧ་བོ་བྱས་ཡོད་འདུག་དྲ་རྒྱ་ནང་ལ་གཅིག་ཡོད་པ་ཡིན་ནས་སུའི་བསྟེན་ནས་ག་དུས་བསྟེན་ནས་ཨ་ནི་འགྲོ་སོང་མེད་བ་ཚང་མ་ལ་ཕན་ཐོག་ཆེན་པོ་ཅིག་ཡོང་གི་འདུག་བསམ་དུས་བོད་སྐད་ཐོག་ལ་དྲ་རྒྱ་གཅིག་བཟོས་དྲ་རྒྱ་དེ་ནང་ལ་ད་རྩ་རླུང་འཁྲུངས་ཁོ་ཡིན་ནས་རེད་རྨི་ལམ་གི་སྐོར་ལ་ཡིན་ནས་རེད་ཨ་ནི་སྤྱི་བཏང་ད་ལྟ་བོན་གྱི་ལོ་རྒྱུས་ཞང་ཞུང་ལོ་རྒྱུས་སྐད་ཡིག་ད། སློབ་སྦྱོང་སློབ་སྦྱོང་མང་པོ་བྱེད་ས་ཅིག། ཆུ་ཚོད་སྟོང་ཕྲག་ཅིག། དེ་ནས་དྲ་རྒྱ་དྲ་རྒྱ་དེ་ལ་བཟོས་ཡག་གི་འཆར་གཞི་ཡོད། ཨ་ནི་རྗེས་མར་དྲ་རྒྱ་དེ་བཟོས་ན་བཟོས་ཚར་དུས་གང་ལ་ཨ་ནི་ཚང་མ་བོད་པ་ཚང་མ་ལ་དེ་བཟོས་རྗེས་ཕན་ཡག་གི་རེ་བ་ཆེན་པོ་ཡོད་དེ་ནང་དུ། བླ་སེར་རིན་པོ་ཆེ་དེ་རིང་ང་རྒྱལ་ས་ཝཱ་ཤིན་ཏོན་ན་ཕེབས་པས་ང་ཚོ་བཅར་འདྲི་ཞུ་བའི་གོ་སྐབས་གནང་བ་དེ་ངས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།